ད་ལྟ་འདི་ཨུ་རུ་སའི་གཞིས་ཆགས་ལས་ཡར། བཙན་བྱོལ་སྒྲིག་འཛུགས་ཀྱི་མགོ་བ་སྤེན་པ་ཚེ་རིང་ལགས། ནས་ཚང་གཟིགས་ལ་ཕེབས་པའི་ཁ་ཐུག་འདི་ལ། གནས་མདོ་དགོན་པ་གི། གནས་གཟིགས་བས་ནས་གནས་མདོ་དགོན་པ་གི་མགྲོན་གནས་ཁང་ལས་གསོལ་བརྒྱ་བགྲང་དུས་ཀྱི་གནས་མདོ་དགོན་པའི་བླ་མས་གནས་མདོ་དགོན་པ་གི་ལོ་རྒྱུས་པར་ངོ་སྤྲོད་ཞུ་དུས། ཁོང་གིས་དེ་མ་གསལ་བར་བྱེད་ཅེས་ནས། དམངས་ཚང་བཀའ་བརྒྱུད་སྐོར་ལ་ཡང་དེ་དང་འབྲེལ་བ་རྩ་གཉིས་མེད་པ་བྱས། དབུ་ལུ་ཕུ་ཕུ་གནང་བྱས་ནས་དམངས་ཚང་བཀའ་བརྒྱུད་སྐོར་ལ་གླེང་མོ་ཆེ་གནང་བཞག་སོང། དེ་གླེང་མོ་གནང་སྟངས་དེ་དམངས་ཚང་བཀའ་བརྒྱུད་ལ་ཡང་གཞི་མེད་སྐྱོན་བརྗོད་དང་བསྙོན་འཛུགས་ཆེན་པོ་སྔགས་ཟེར་གྱིས་གནང་བཞག་འདུག་ད་འདི་ངས་མ་རྗེ

དམངས་འཚང་བཀའ་བརྒྱུད་དེ་གསར་པ་མ་རེད་རྙིང་པ་རེད། གསར་པ་ཟེར་བ་ཡིན་ན་སྔགས་རེ་མེད་པས་གསར་དུ་བཙུགས་བ་ཞིག་ལ་གསར་པ་ཟེར་ལབ་དགོས་རང། སྔགས་རེ་ཡོད་པ་དེ་ཉམས་གསོ་བྱེད་པ་ལ་ཡང་ཉམས་པ་སླར་གསོར་དང་མི་ཉམས་གོང་འཕེལ་ཟེར་ཡག་གི། དེ་ཚོ་ལ་ཡང་གསར་པ་ཟེར་ཡོད་མ་རེད་དེ་གསར་པ་དང་ཐ་སྙད་དེ་འགྲོ་གི་མེད་པ་དེ། འགོ་བ་སྤེན་པ་ཚེ་རིང་ལགས་ཀྱིས་ཏན་ཏན་མཆན་གུ་ཡོད་རེད་དེ་མཆན་བཞིན་དུ་དེ་ནང་ལ་སྙོན་འཛུགས་ཆེན་པོ་མངགས་བྱས་སོང།

བཙན་བྱོལ་བསྒྲིགས་འཛུགས་ཀྱི་འགོ་བ་གཅིག་གི་ལབ་པ་ཡིན་ཙང་ཨ་མ་ཚང་བཀའ་བརྒྱུད་ངག་མ་དོན་ནས་མ་ཤེས་པ་བྱས་ནས་ཡི་གེ་གཅིག་བྲིས་བཞག་པ་ཡིན་ན་གཏན་ཉིད་རེད་ཡ་རེད་འདོད་མི་འདུག་སེ་ད་ཁུངས་སྐྱེལ་ཡག་པོ་གཅིག་མ་ཤེས་པ་ཡིན་ན་ད་མ་འོངས་པ་གར་ཆགས་འདྲ་ཧ་གོ་ཡ་རེད་འདོད་མི་འདུག་སེ་ད་ཁོ་ད་མི་དཀྱུས་མ་གཅིག་ཤེས་པ་མ་རེད་བ། ཡིན་ཙང་ད་དེ་རིགས་ང་འདི་གསལ་བཤད་བྱེད་ཁ་ཆགས་འདོད་ཡོད། མ་ཚང་བཀའ་བརྒྱུད་དེ། ཕྱི་ལོ་སྤྱི་སྟོང་གཅིག་བརྒྱ་དྲུག་ཅུ་རེ་བདུན་ལོ་ལ་ཆོས་རྗེ་སྨར་པ་རོན་པོ་ཆེ་མགལ་དམག་ཁང་སྲིན་མོ་ལྗོངས་ན། པར་བཀྲ་ཤིས་ཤོག་གིས་ཕྱག་བཏབ། འགྲོ་མགོན་རིན་ཆེན་མཁས། གཙོ་འདོགས་གཙུག་ལག་ཁང་ཕྱག་བཏབ་ནས། ཤོག་རྫོང་ཉི་ཟླ་གཟུགས་ཅན། གདན་ས་ཆེན་པོ་དེ་ཉིད། མདོ་སྡེ་བཀའ་གདམས་པ་བསམ་པོ་ཉིད་འུ་ཐང་གི་གཞི་བཟུང་བྱས་ནས་བཤད་པ་དང་སྒྲུབ་པ། སྔགས་དེ་མ་བ་ལོ་ཙཱ་བ་གི་དགོངས་པ་གཞི་བཟུང་བྱས་ནས་སྒྲུབ་པ་ཉམས་ལེན་བྱེད་མཁན་གྱི་གཤིས་འབྲུ་ཟུང་འབྲིང་བྱས་ནས་དེ་ཡི་ནང་ནས་སྒྲུབ་པ་རྩེར་གཏོད་བྱེད་མཁན་གྱི་ཆོས་བརྒྱུད་དེ་ལ་ཡང། དགེ་འདུན་དར་བའི་སྐབས་ལ་ཡང་ལ་ཁྲི་ཁ་ལངས་པ་བྱུང་བ་རེད། དེ་ནས་སྟོང་ཕྲག་གཉིས་གསུམ་ཞེ་ལ་སོགས་པའི་རྒྱུན་དེ་བློ་གནས་བྱེད་མཁན་ཡོང་མཁན་ཆེ།

འབོང་ཁྲ་མང་པོ་ལ་ཡང་སེམས་ཁམས་ལ་བདེ་སྐྱིད་སྤྲོད་པ་དང་འཐབ་པོའི་ལམ་ལ་གཏོད་པ་གི་བྱེད་རྒྱུ་རླབས་པོ་ཆེ་བཞག་ཡོང་མཁན་གྱི་ཆོས་བརྒྱུད་ཆེན་པོ་གཅིག་རེད། དེས་དེ་གར་སྲིད་ཀྱི་ཞབས་སྟེགས་བྱེད་ས་འདྲ་པོ་དང་ཆང་ཕག་ས་འདྲ་པོ་དེ་འདྲིའི་གི་དགོན་པ་གྱི་རྩ་བ་ཉིད་ཉིད་མ་རེད། དམར་མཚང་བཀའ་བརྒྱུད་འདི་ཆོས་བརྒྱུད་འདི། མདོ་ཁམས་སྒང་དྲུག་གཉིས། བ་ད་ཆབ་ཕྱིས་བྱས་ནས་མཐའ་མ་དེ། སྤང་ཁེན་བྱས་ཀྱི་སྐབས་ལ་ཡང། དགྲ་ནག་པན་ཆེན་དེ་རི་བོ་རྩེ་ལྔ། སྟོད་མངའ་རིས། དེ་གཉིས་བར། འབྲས་ལྗོངས། དེ་ནས་བལ་ཡུལ། རྒྱ་གར། ལི་ཡུལ། ཤིན་ཅང་རེད་ལི་ཡུལ་ཟེར་ན། སོག་པོ།

དེ་ད་ག་ཟེར་གྱི། རྩ་བ་ཉེ་གཉིས་མ་རེད་དེ་མཐོང་ཆུང་བྱེད་ཡ་ཆི་རྩ་བ་ཉེ་གཉིས་མ་རེད་དེ། ད་དེའི་རྗེས་ལ་ཡ་སོག་པོ་གུ་ཤིང་གི་དམག་རྒྱབ་བྱས་ནས་ཚང་མ་ཆེན་གི་ར་བ། གཉིས་མ་ས་སྐྱ་བཀའ་རྒྱུད་གསུམ་པོ་དེ་ལས་དགོན་སྡེ་མང་པོ་གཏོར་བཤིག་བཏང་ནས་དགེ་འདུན་མང་པོ་བསད་བཞག་པའི་སྐབས་ལས་ལ་དམག་ཚང་བཀའ་རྒྱུད་དེ་ཡི་ནང་ནས་སྤྱན་ལྔའི་འཛབ་ཆེན་པོ་ཁྲེས་ནས་གདན་ས་གཉིས་པོ་དེ་ལ་ཡ་ལས་སོག་པོ་གི་ལོ་ཉི་ཤུ་རྩ་ལྔ་ལ་དམག་དགའ་སེང་བྱས་ནས། སྐབས་ཁང་གི་གདན་ས་ཆེན་ཤོས་ཡིན་ཙང་ཁོ་དེ་ནང་ལ་གཏིང་ཡག་ཏུ་མ་བསྡད་ན་འགྲིག་གི་མེད་ཟེར་ཁོ་དེ་ནང་ལ་ལོ་ཉི་ཤུ་རྩ་ལྔ་བསྡད་པ་རེད། རྒྱ་མི་གུང་ཁྲན་ཏང་དུས་སྲིད་འགྲིག་དགའ་སོང་དང་པོ་ནས་ནས་ལག་པ་འཆང་གི་འདུག་ཨོ་དེ་ནང་བཞིན་གྱི། དགའ་ལྡན་རྩ་མེད་བཏང་སུ་དང་པོ་དེ་བྱས་འདུག་ཨོ་དེ་ནང་བཞིན་གྱི་མ་ཚང་བཀའ་བརྒྱུད་ལ་གནས་ཚུལ་དེ་འདྲ་གྱི་འཕྲད་སུ་བ་རེད། དགེ་འདུན་ཡོངས་རྫོགས་སའི་དགོན་པ་ཤུལ་མེད་དུ་བཟོ་བ་རེད་རེད་དེ་མ་ཚང་བཀའ་བརྒྱུད་ཀྱི་ཆོས་ལུགས་ཀྱི་བརྒྱུད་པ་དེ་ཤུལ་མེད་བཟོ་ཐུབ་བ་མ་རེད། དེའི་སྐབས་ཀྱི་བཀའ་བརྒྱུད་རྙིང་མ་ས་སྐྱ་ཚང་མ་གི་རང་རང་སོ་སོ་གི་དང་རྗེས་སུ་ཡ་དགོན་པ་བསྐྱར་གསོ་བྱས་ནས་ཆོས་ལུགས་ཉམས་གསོ་བྱེད་དུས་དགོན་པ་བསྐྱར་གསོ་བྱས་ནས་དགེ་འདུན་གསོ་སྐྱོང་བྱས་པ་རེད་དེ་བཀའ་བརྒྱུད་གསར་པ་དང་རྙིང་མ་གསར་པ་ལ་ཡོད་མ་རེད།

དེང་དུས་རྩ་མེད་དུ་བཟོ་བ་རེད་ང་ཚོ་སྤུ་གུ་ཀ་རེད། སྐེ་རག་སེར་པོ་དང་ལྷང་འགྲོ་སེར་པོ་ལྕི་བ་ཡིན་ན་དེ་གྲ་བ་ཡི་སར་བདའ་ཟེར་སེར་པོ་དམར་པོ་ཅིག་ཅིག་ཡོད་ན། དེ་འབྲིང་གི་དེ་ནས། སྐེ་མཛའ་བ་དེ་ལ་ལས་བྱས་ནས་གུས་དམར་པོ་གོས་ངན་སྣ་གཅིག་མཐོང་ཆོས་མེད་པ་ཅིག་བཟོ་ཡོད་རེད། རེད་དེ། བདག་ལུང་པ་ལི་ཡཱན། བོད་པ་ཚོ་བཙན་བྱོལ་ལས་ལས་བྱས་ནས་ཆོས་བརྒྱུད་ཆེན་པོ་བཞི་གཡུང་དྲུང་བོད་དང་བཅས་པ་རང་རང་སོ་སོ་གི་དགོན་སྡེ་ཁག་ཏུ་སོ་དྲངས་ཏེ། བསྟན་པ་བསྐྱར་གསོ་ཉམས་གསོ་བྱེད་ཡག་གི་ཆེད་དུ་དགོན་པ་གསར་རྒྱག་ཆེད་དགེ་འདུན་འཛིན་སྐྱོང་བྱས་ཡོད་རེད་དེ། བདག་ལུང་པ་གི་དགོན་པ་འདི་དགེ་ལུགས་གསར་པ་དང་རྙིང་མ་གསར་པ་བཀའ་བརྒྱུད་གསར་པ་བེམ་པོ་གསར་པ་སེམས་ཅན་ལག་ཡ་མེད་པ་ང་ཚོ། དེ་ཐ་སྙད་དེ་མི་འདུག་བ་དེ་ཐ་སྙད་དེ་རྟག་ན་འགྲིག་གི་མ་རེད་བ་དེ་དེ་མི་འགྲིག་བ་དེ་བེམ་པོ་ཚེ་རིང་ལགས་ཀྱི་མཆན་བཀོད་ཡོད་རེད་བ་དེ། དེ་འདྲ་ཡིན་པ་ཡིན་ན། དམར་ཚང་བཀའ་བརྒྱུད་ད་ལྟ་མྱོང་བཟོ་བྱས་ནས། ཆོས་ཚོགས་རྒྱག་ཡོང་དུས། བཀའ་བརྒྱུད་གསར་པ་དམར་ཚང་གསར་པ་ཟེར་དམར་ཚང་བཀའ་བརྒྱུད་གསར་པ་ཅིག་འདུག་བ་ཟེར་ན། དེ་གར་ཁྱོད་སོང་གི་ཡོད་རེད། དེ་གི་རྒྱབ་ལྗོངས་ལ་ཡ་གར་བྱེད་རྩིས་རེད། གོ་དེ་རྩ་བ་ཉིད་ནས་ཡག་པོ་མ་རེད། དང་པོ་དེ་བྱས་དེ་དམར་ཚང་བཀའ་བརྒྱུད་ལ་སྙོན་འཛུགས་ཆེན་པོ་གཅིག་བྱས་སོང། ད་གཉིས་པ་དེ་ལ་ཡ། བོད་པ་རྣམས་ལ་ཆུ་མ་གཡུག་བ་བྱས་ནི་མིན། ཐའེ་ཝན་ལ་དེབ་སྐྱེལ་བྱས་ཟེར། མ་ཚང་བཀའ་བརྒྱུད་ཐའེ་ཝན་ལ་ཆུ་སོགས་དེབ་སྐྱེལ་བྱས་པ་ཡིན་ན་བོད་པ་རྣམས་ལ་ཆུ་མ་གཡུག་བ་བྱས་ནས་བོད་པ་དང་ཁ་ཁྲིག་གེར་འགྲོ་གི་ཡོད་པ་ཡིན་ན། བརྩི་གི་ཡོད་པ་ཡིན་ན། ཐའེ་ཝན་ལ་ཡང་ཆུ་བཞི་ཆེན་པོ་ཞིག་གི་དེབ་སྐྱེལ་བྱས་ནས་ཆུ་ཚོགས་མང་པོ་བཙུགས་བཞག་ཡོད་རེད། དེ་ཚོ་བོད་པ་ལ་ཁ་ཁྲིག་ནས་འགྲོ་ཚར་རེད་བས། ཐའེ་ཝན་ལ་ཡང་བོད་སྤོས་ཀྱི་ཚོང་ཁོངས་བཙུགས་ཡོད་རེད། ཚོང་ཁོངས་ཚང་མ་དེ་ཐའེ་ཝན་ལ་སྡེབ་སྐྱེལ་བྱེད་དགོས་ཀྱི་རེད། ཨ་དེ་བོད་པ་ལ་ཁ་བྲལ་ནས་འགྲོ་ཚར་རེད་བས། ཐའེ་ཝན་ལ་དྭགས་ལྷག་མ་ཅི་ཅི་ཧོས་ཐའེ་ཝན་ལ་སྡེབ་སྐྱེལ་བྱས་ཡོད་རེད། དེ་བོད་པ་ལ་ཁ་བྲལ་ནས་འགྲོ་ཚར་རེད་བས། དེ་ཚོ་ཡོངས་རྫོགས་བོད་པ་ལ་ཁ་བྲལ་ནས་འགྲོ་བར་ངོས་འཛིན་མི་བྱེད་ས་རེད་ཡ། དམངས་ཚང་བཀའ་བཅུ་བོད་པ་ལ་ཁ་བྲལ་ནས་འགྲོ་བ་དེ་ངོས་འཛིན་གནང་དགོས་ད་ག་རེར་ཐུག་པ་རེད། དེ་གར་ཁྱེད་ནི་ངོས་འཛིན་གནང་དགོས་ཡོད་རེད་དེ། དེ་ཕྱིར་མདོ་སྔགས་ནི་ག་རེ་གསུང་དགོས་ཡོད་རེད་དེ། དེ་རྩ་བ་ཉིད་ནི་ཡག་པོ་མ་རེད། དེ་འདྲའི་གསུངས་པ་དེ། ད་དོན་ཚེ། གསུངས་པ་དེ་ལ་ཡ། ང་ཚོ་བོད་པ་རྣམས་ལ་ཡ་དེབ་སྐྱེལ་མ་བྱེད་པ་བྱས། ང་ཚང་བཀའ་རྒྱུད་དེ། བོད་པ་རྣམས་ལ་དེབ་སྐྱེལ་མ་བྱེད་པ་བྱས། ཁྲི་སྲོང་ལྡེའུ་བཙན་གྱི་སྐབས་ལས་ལ་བོད་ཀྱི་དགོན་པ་ཐོག་མ་དེ་བསང་ཡིག་རེད། དེ་གཉིས་བཟུང་སྟེ་གླང་དར་མ་གི་བསྟན་པ་མ་ཉུབ་ཀྱི་བར་དུ་བོད་སིལ་བུ་མ་ཐོགས་ཀྱི་བར་དུ་ཡང་བོད་ལ་ཡ་ལ་ཤེལ་དགྲ་འབྲུག་དགྲ་རི་ཁྲོད་ལྷ་ཁང་སྟོང་ཕྲག་མང་པོ་བཞེངས་ཡོད་རེད། རེད་དེ་དེ་ཚོ་ཚང་མ་དེ། དེབ་སྐྱེལ་བྱེད་ས་ཆེ་ལོས་བོད་ལ་དེབ་སྐྱེལ་གྱི་བྱེད་ས་ཆེ་ལོས་འགྲོ་བ་གི། ལོ་རྒྱུས་གཅིག་བལྟས་ཡོད་མ་རེད། བསྔགས་བརྗོད་ངག་སྒོ་གང་ལ་ཡ། ཨོ་དེ་རེད། བོད་སིལ་བུ་ཐོད་པའི་རྗེས་ལ་ཡ། ཇོ་བོ་རྗེ་བོད་ལ་ཕེབས་ན་བཀའ་གདམས་པ། སྤེལ་བ་རེད་ད་ནང་ཤིང་གི་མ་པ། ཀུན་དགའ་སྙིང་པོ་ཙོང་ཁ་པ། ལ་སོགས་པ། བླ་མ་འདི་ཚོ་གི་རང་རང་སོ་སོ་གི་ཆོས་རྒྱུད། སྤེལ་ཡོད་རེད་ཆོས་རྒྱུད་གསར་དུ་བཙུགས་ཡོད་རེད། རེད་དེ་སྐབས་དུས་དུས། བོད་ལ་ཡ། དེབ་སྐྱེལ་བྱེད་ཡག་གི་ལོ་རྒྱུས་ཀྱི་རྩ་བ་ཉིད་ནས་མི་འདུག་བ་དེ། ལྟ། བཙན་བྱོལ་ནང་ལ་སླེབས་པའི་ཁ་ཐུག་དེར་ཡང། ཆོས་རྒྱུད་ཆེན་པོ་ཞིག་གི་དགོན་སྡེ་བརྒྱ་ཕྲག་མང་པོ་ཞིག་ཡོད་རེད། བོད་ལ་དེབ་སྐྱེལ་བྱས་ཀྱི་ལོ་རྒྱུས་ཅིག་མི་འདུག། སུ་ལ་དེབ་སྐྱེལ་བྱེད་ཀ་གསུངས་པ་རེད། བཅུ་གསུམ་ནང་དང། དེབ་སྐྱེལ་བྱེད་ས་གི་ལས་ཁུག་ག་བ་ཡོད་རེད། དེབ་སྐྱེལ་བྱེད་ས་གི་ཁ་རྒྱང་དེ་ག་བ་ཡོད་རེད། དེབ་སྐྱེལ་བྱས་ལ་ཆ་བྱད་ག་རེ་ཚང་དགོས་དགོས་རེད། གསུངས་པ་ཡིན་ན། གསུངས་རོགས་གནང། ང་ཉི་མ་སང་ཉིན་ཉིན། གནའ་དྲུག་བཀྲ་བའི་སི་ཏོག་ནི། རྡ་རམ་ས་ལའི་དེབ་སྐྱེལ་བྱེད་དགོས་ཀྱི་ཡོད་ན་འདྲ། བོད་ལ་དེབ་སྐྱེལ་བྱེད་ཁར་འགྲོ་དགོས་ཀྱི་ཡོད་ན་འདྲ། འགྲོ་རྐྱང་ཡིན། ངས་དེ་འདྲ་གྱི་རྩ་བ་ཉིད་ནས། མཐོང་མ་སོང་རིག་མ་སོང། བོད་ལ་དགོན་སྡེ་དགོན་པ་རྒྱ་བོད་ལ་དེབ་སྐྱེལ་བྱེད་ས་ཅིག་ཡོད་པ་ཅིག། ངས་རྩ་བ་ཉིད་མཐོང་མ་སོང། སྒྲིག་འཛུགས་ཀྱི་འགོ་བ་གིས་དེ་འདྲི་གྱིས། མཆན་བཀོད་ཡོད་ན། གསུང་རོགས་གནང། ང་ལང་སའམ་འགྲོ་གི་ཡིན། དེབ་ཆེ་ཞུ་འདུག་ཞུ། དེབ་མེད་པ་ཡིན་ན། ག་རེ་བྱས་ནས་ཆེ་མདོ་སྔགས་ནས་དམའ་མཚང་སྐབས་ཀྱི་དེབ་ཆེ་མ་བྱས་པ་བོད་ལ་དེབ་ཆེ་མ་བྱས་པ་ས་སོང་བ་དེ། དཀར་བསྐྱེད་ནས་སོང་ཡོང་དགོས་རེད་དེ། རྒྱུན་ཚད་ཁ་ཆེ་ནས་སོང་དགོས་རེད་དེ། འབྲེལ་བ་ག་ཡང་མི་འདུག་བ་དེ་ལ། སྙོན་འཛུམ་རང་རེད་བ། སྙོན་འཛུམ་ཟེར་ན། ཞེ་མེད་སྐྱོན་བརྗོད་སྙོན་འཛུམ་ཟེར་ན་ཞེ་བཟའ་རྩ་གཉིས་མེད་པ་ཅེས་པའི་དོན་དཀར་པོ་ལ་ནག་པོ་རེད་ཟེར། བཟོ་ཡོད་བ་དེ་ལ་སྙོན་འཛུམ་ཟེར་གི་རེད་བ། དེ་སྙོན་འཛུམ་གནང་གི་འདུག་བ་དེ། བཙན་བྱོལ་སྒྲིག་འཛུང་གི་དབུ་ཁྲིད་ཅིག་གིས་དེ་འདྲ་གནང་པ་ཡིན་ན། ག་འདྲ་ཆགས་འགྲིག་གི་རེད། བཙན་བྱོལ་སྤྱི་ཚོགས་འདི་མཐོ་ཞིང་འགྲོ་གི་རེད་ག། རྡོག་རྩ་གཅིག་སྒྲིལ་ཆགས་གི་རེད་ག་ཉོས་པ་ནང་སྤུ་ཆགས་གི་རེད། གོམ་པ་འདུས་པོ་ཆགས་གི་རེད་བས་དེ་བཟོ།

དམར་མཚང་བཀའ་བརྒྱུད་ཀྱི། རྣོ་གྲོགས་རྩ་བ་ཉིད་གཉིས་བཤད་ཀྱི་ལོ་རྒྱུས་ཀྱི་ལྷག་ཡོད་མ་རེད། བོད་ཡུལ་ལ་ཆོས་བརྒྱུད་ཕན་ཚུན་གྱི་དམག་རྟགས་རིགས་བྱས་ནས་དགེ་འདུན་གསེར་རི་བཅས་ཀྱི་ལོ་རྒྱུས་ནག་པོ་མང་པོ་བསྟན་རྒྱུ་ཡོད་རེད་དམར་མཚང་བཀའ་བརྒྱུད། ཆོས་བསྒྲུབ་པ་ཤ་མ་བྱས་ན་མ་གཏོགས་ཆབ་སྲིད་དང་འབྲེལ་བ་རྩ་གཉིས་མ་བྱས་པ་བྱས་ནས་ཆོས་བརྒྱུད་དེ། གཙང་མ་གཙང་ཆགས་བྱས་ནས་མ་ལས་འོང་མཁན་གྱི་ཆོས་བརྒྱུད་ཅིག་རེད་ན་དེ་གི་རྣོ་གྲོགས་རྩ་བ་ཉིད་གཉིས་བཤད་ནུས་ཡོད་མ་རེད། ང་གངས་རི་སྐར་མ་དགེ། དམངས་ཚང་བཀའ་བརྒྱུད་ཆོས་ཚོགས་གཙོ་ནས་རྣོག་གྲོགས་ཙའང་ཉིན་ནས་བཤད་མྱོང་མེད། སོ་སོའི་རྐུབ་ལྕག་དང། སོ་སོའི་མིང་གི་ཆེན་དུ། བཙན་བྱོལ་གཞུང་འདི་འཕྲིན་ལ་སྦྱར་བྱས་ནས། ནག་པོ་ནག་རྐྱང་བཟོ་བ་བྱས། ངས་ཙའང་ཉིན་ནས་བྱས་མ་མྱོང། བྱེད་མི་ཕོད། བྱེད་མི་སྲིད། འཇིང་པ་གང་ལ་དྲི་ཤ་བོ་ན་ལ་ངས་དེ་བྱེད་མི་ཕོད་དེ། སོ་སོའི་མིང་དུ་ལྐུག་ཇག་གི་ཆེད་དུ་བཙན་བྱོལ་བོད་མི་དུམ་བུ་གཉིས་ལ་ཕྱིན་བྱས་ན། དང། ཁ་ཐུག་དགུ་ཐུག་འགྲོ་ཡག་གི་ཉིན་གང་ལ་ཅི་བྱེད་བྱ་ངས་དེ་འགྲིག་གི་རྙོག་དྲ་རྒྱག་ངས་རྩ་བ་ཉིད་ནས་བཟོ་མ་མྱོང། རྩ་བ་ཉིད་ནས་བཟོ་མི་ཕོད། དེ་འདྲས་ཀྱི་བཟོ་བ་ཡིན་ན་མཇུག་འབྲས་ག་འདྲ་སྨིན་གི་ཡིན་པ་དེ་ངས་ཤེས་ཀི་ཡོད། རྩ་བ་ཉིད་བྱེད་མི་ཕོད་དེ། བཙན་བྱོལ་སྒྲིག་འཛུགས་ཀྱི་སྒྲིག་གཞི་དང། རྩ་ཁྲིམས་དང་བཅའ་ཁྲིམས་དང་ཡོངས་སུ་འགལ་བྱས་ནས་དམ་འབུལ་ཞུས་ནས་དེའི་འབྱོར་འབྲིང་དེ་སྤྱི་འཐུས་ཡོངས་རྫོགས་ལ་སྨིན་བྱས་ནས་ད་ད་ལྟ་ཐོག་ལ་ཉེ་བར་འགྲོ་བ་གི་དེ་འབྲེལ་གྱི་སྣང་ཚུལ་ཆེན་པོ་དེ་རྙོག་དྲ་ཀྱི་ངའི་རྩ་བ་ཉིད་བཟོ་མ་མྱོང། ངས་མ་འོངས་པ་ཡ་བཟོ་སྲིད་ཀྱི་མ་རེད། ངས་བཟོ་སྲིད་ཀྱི་མ་རེད་ངེད་ཀྱི་འཛིན་སྐྱོང་བྱེད་ཤག་གི་དམངས་ཚང་བཀའ་བརྒྱུད་ཀྱི་ལིས་ཀྱི་སྙེ་མོ་བ་ཚོ་ལ་དེ་འདྲ་བ་ཅིག་ངས་དུས་ནམ་ཡང་བྱེད་སྲིད་ཀྱི་མ་རེད། དེ་འདྲའི་བྱེད་ཡ་ཅིག་དེས་སུ་ལ་ངའི་དམངས་ཚང་བཀའ་བརྒྱུད་ཕར་སྒོ་རྒྱབ་ཤག་ག་རེད། འགྲོ་བ་མི་མང་ལ་ཕན་བ་ལས་ཀ་ཅིག་བྱེད་མཁན་གཅིག་རེད་དམངས་ཚང་བཀའ་བརྒྱུད་སྲིད་ཡ་དེ་ཆོས་ལུགས་ཅིག་རེད་མ་གཏོགས་ཆབ་སྲིད་པ་ཅིག་མ་རེད་དེ། ངས་ནང་བརྒྱུད་བརྒྱུད་འདི།

བྱས་བྱས་ནས་ཨ་ནི། ཆུས་དེ་བེད་སྤྱོད་བཏང་བྱས་ནས། གཉིས་རྗེས་དགོངས་དུ་ཡོད་གཟིགས་པ་དགོངས་དུ་ཡོད། ཡ་རབས་སྤྱོད་བཟང་བྱེད་དགོས་མདོག་མདོག་བྱས་བྱས་ནས། དོན་ངན་སེམས་པ་ནག་པོ་ནག་ཅང་ལས་ཀ་བྱས་ནས། དེ། ཆབ་སྲིད་ཆུས་ལ་བེད་སྤྱོད་བཏང་ནས་ཆུས་འདེབས་ལོག་པ། མི་འདྲི་བ་ཅིག་བཟོ་བཞག་ངས་དེ་སྔར་བྱུང་མྱོང་བར་ང་ཚོ་བོད་པ་རྣམས་ལ་ད་ལྟ་རྫབ་ཆེ་རུ་འགྲོ་གི་འདུག་བ་དེ། བ་དེ་རྩ་བ་ཉིད་ནས་བྱེད་རྒྱུ་ཡོད་མ་རེད་ཟེར་ང་སློབ་བསྟོད་བྱེད་ཀྱི་མཁན་མི་ཅིག་ཡིན། མཆོད་པ་མཆོད་པའི་ལངྐ་ལ་སྡོད་ད། ཆབ་སྲིད་ཆབ་སྲིད་ལངྐ་ལ་རྒྱུགས། སྟག་མེ་རྒྱ་མཚོ་ལ་ཆབ་སྲིད་མ་སྤྲད་ཚར་སོང་ཨང། སྟག་ཆབ་སྲིད་ལ་ལག་བསྟར་བྱས་ནས་རྒྱུགས། བོད་ཀྱི་ཆོས་དེ་ང་ཚོ་བློ་ཁོག་མེད་པ་བཟོ་སོང་རྒྱ་ཁབ་ཤོར་སོང་ཟེར་གྱི་རེད་སྟག། ཆོས་པ་གི་བ་དབང་ཆ་སྤྲད་ཚར་ཡིན་ཙང་སྟག་འགྲོ་ད་བཟུང་ད་ད།

ད་ལྟ་དངོས་གནས་དྲང་གནས། ལྕགས་མཛོད་རྫབ་ཆེན་པོ་ཞབས་བརྒྱུད་སོང་གསུང་དང། བསྙོན་འཛུགས་ཆེན་པོ་ཅི་གནང་སོ། ད་འདི་ངས་རེ་རེ་བཞིན་དུ་མ། དཔང་རྟགས་གཏད་ནས་མ་བྱས་ན། གཙང་ནས་འགྲིག་ཐབས་མེད་པ་བརྗོད་སོང་ཟེར། དེ་གསུང་དགོས་ཏེ་སྤྱི་ཚོགས་ནང་ལ། མ་གཙང་བཀའ་བརྒྱུད། དེབ་སྐྱེལ་བྱེད་དུས།

གར་ཚོགས་བཞིན་དུ་གར་བྱེད་བཞིན་དུ་རྟ་རྔ་ལེན་དགོས། ཏི་ལི་ལྷ་མོ་སྤྱི་གཙང་ནི་མར་ཏི་ངེ་ཏི་ཆུ་ཚོགས་ཏེ་སྒེར་གྱི་ཆུ་ཚོགས་བཙུགས་པ་ཡིན། མི་དེ་རེར། སྟག་པའི་བག་ལེ་སི་གཉིས་ཀྱི་ཆུ་ཚོགས་ཟེར་བྱས་ལབ་པ་ཡིན། ད་དེ་གཉིས་མ། ཉིས་སྟོང། ད་ད་དེ་གི། དེ་བྱས་བྱས་ནས། ཉིས་སྟོང། ཉིས་སྟོང་སོང་ལ་རེད་སོང་ཨ། ད་ཉིས་སྟོང། བཞི་ལྔ་དྲུག་བདུན། ལོ་སོང་གི་རིང་ལ་ཡ། ངས་དམངས་ཚང་བཀའ་བརྒྱུད་དེ་བསྐྱར་གསོ་བྱས་ཡ་འདུག་དང་མི་འདུག་ད་ནས་ཞིབ་འཇུག་བྱས་ནས་ནམ་ཞིག་འདི་བྱས་པ་རེད། ད་ཉིས་སྟོང་བརྒྱད་གི་ལོ་ལ་ཡ། ཐའི། ཐའི། པེ་ཐའི་རྫོང་ལ་ང་ཆུ་ཚོགས་གཉིས་ཡོད།

མ་ཚང་བཀའ་བརྒྱུད་ཕོ་ཤེ་ཧོས། ལོ་རྡུལ་འདི། དང་པོ་ངས་ཉིས་སྟོང། སོང་གི་ལོ་ལ་བརྒྱབ་པ་དེ་ལོ་རྡུལ་དེ་ད་ག་རང་རེད། ད་དེ་དགུ་གཅིག་དང་གཉིས་གཅིག་འདུག་དེ་ཐ་མའི་ཁོ་རོ་རྒྱ་ཁབ་ཀྱི་རྩེད་ཐོ་རེད་བདག་བཅུ་གཉིས་པའི་ཚིག་སོང་ཟེར། དེ་ངའི་དཔང་རྟགས་འདི་ཡིན། སྐབས་དེ་དུས་ལ་ངས་དེ་དང་པོ་བཙུགས་པའི་སྐབས་རེད་ངས་ཁ་རྒྱུ་བྱས་པའི་སྐབས་ལ་ཡ། པད་མ་ཆོས་འབྱོར་ལགས་ཆོས་སྡེ་གི་བཀའ་བློན་རྩ་བ་ཉིན་གཉིས་མ་རེད། ཆེན་སོང་ཨ། པདྨ་ཆོས་འབྱོར་ལ། མ་རེད་སྐབས་དུས་དུས་ལ། བཙན་བྱོལ་གཞུང་གི་བཀའ་བློན་ཁྲི་པ་དེ་ཟངས་མདོག་རིན་པོ་ཆེ་རེད། ཆོས་སྡེའི་བཀའ་བློན་དེ་སྙིང་མ་འགས་སྐུ་ཤོག་བྱེད་ཐུབ་ཨ། འོ་དེ་རེད། པདྨ་ཆོས་འབྱོར་ཚེ་ལ་རྒྱབ་གཉེར་རྩ་བ་ཉིན་ཞུ་འགྲོ་མྱོང་མེད། ཆོས་སྡེའི་ལྷན་ཁང་ལ་རྒྱབ་གཉེར་རྩ་བ་ཉིན་ཞུ་འགྲོ་མྱོང་མེད། ག་རེ་ཟེར་ལབ་པ་ཡིན་ན། ཐའེ་ཝན་གྱི་ཆུ་སོ་དེབ་སྐྱེལ་བྱས་པ་ལ་ཐའེ་ཝན་རྒྱལ་ཁབ་ཀྱི་ནང་ཡོད་ལ། ཁོ་རང་གིས་ཆུ་སོ་དེབ་སྐྱེལ་བྱས་པ་ལ་ཆ་རྐྱེན་འདི་འདྲ་འདི་འདྲ་འདི་འདྲ་ཚང་དགོས་ཚུལ་གསུངས་ཡོད་རེད། ཆ་རྐྱེན་དེ་གཞི་བཟུང་བྱས་པ་ཡིན་ན། དེབ་སྐྱེལ་བྱས་ཆོག་དགོས་རེད། དེ་ནང་ལ་ཡ་ལ་བཙན་བྱོལ་སྒྲིག་འཛུགས་ནས་རྒྱབ་གཉེར་དགོས་ཟེར་གི། ཆ་རྐྱེན་ཅི་ཡང་ཡོད་མ་རེད་ད། དེ་མེད་པ་ཡིན་ན་ང་བཙན་བྱོལ་སྒྲིག་འཛུགས་ལ་ཡ་ཆ་རྐྱེན་ཞུ་འགྲོ་ཡག་གི་ང་གནོན་པ་མ་རེད་ད། ཞུ་འགྲོ་དགོས་དགོས་མ་རེད་ད།

ད་ག་རེ་བྱས་འདི་སོང་དགོས་རེད་ད་དེ། ད་དེ་གཉིས་ངས་རྒྱུ་མཚན་འདི་ངས་མ་བང་བསྒྲིགས་ནས་མ་གཅིག་ད་ལྟ་དེ་མ་ཞུ་ཀ་མེད་ཆགས་ཀྱི་རེད། དེའི་རྗེས་ལ་ཡང་ཉིས་སྟོང་བརྒྱད་ཀྱི་ལོ་ད་ག་རང་ལོ་དེ་ངས་ཨིན་ཇིའི་ལུང་པ་ལ་ཡང་དམག་ཚང་སྲི་ཞུ་ཚོགས་པ་ཟེར་གྱི་བཙུགས་ཡིན། ཉིས་སྟོང་དགུ་གི་ལོ་ལ་ཡང་ལོ་འགྲོས་ལ་ཡང་དམག་ཚང་ཐག་དེ་ཕུ་ཚོགས་ལས་བཙུགས་པ་ཡིན། ད་ལྟའི་ཕུ་ཚོ་ལུས་བཙུགས་ནས་ཉིས་སྟོང་དགུ་ལོ་པོ་དེ་ལ་ཡིན། ད་ང་ཚོ་དབང་ཚང་བཀའ་བརྒྱུད། ཉམས་ནི་ད་ལོ་མང་པོ་ཕྱིན་པ་རེད། ད་ནི་ཡང་ལོ་མང་པོ་ཕྱིན་པ་རེད་ད་ང་ཚོ་དེ་གི་གི་ད་གུས་འགྲོ་ཡག་གི་གནས་སྟངས་དེ་ཚོ། ད་དྲན་འདས་ཀྱི་ཆེད་དུ། ཨ་ནི། དྲན་འདས་སྲུང་བརྩི་གི་ཆེད་དུ་ད་དམངས་ཚང་བཀའ་བརྒྱུད་ཀྱི། ཚོགས་པ་གྱི་ཚོགས་ནས་ང་ཚོ་དེ་གཅིག་བྱེད་དགོས་འདུག་སྲུང་བརྩི་བྱེད་དགོས་འདུག་ཟེར་ནས་དེ་རིང་ཡང་ཐའེ་ཝན་གྱི་ཆུ་ཚོགས་དང། ལོ་འགྲོས་ཀྱི། ཆོས་ཚོགས་གཉིས་པོ་དེ་གི་ཐོག་མོང་གི་ཐོག་ནས་ང་ཚོ་ད་མཛད་སྒོ་བྱེད་པ་རེད། མཛད་སྒོ་དེ་ལ་ཡང་སྐབས་དུས་དུས་ངན་ཟངས་མདོག་རིན་པོ་ཆེ་ལས་ད་སོ་སོ་གི་གཞུང་ཡིན་ཙང། དེའི་ནང་ནས་སྐབས་དུས་དུས་ཟངས་མདོག་རིན་པོ་ཆེ་ཕྱག་ལས་གནང་སྟངས་དེ་ཚང་མ་གི་ད་བེད་ཡི་རང་ཞུ་གི་ཡོད་རེད་ང་རང་གི་ཡི་རང་ཞུ་མྱོང་ཡོད། དེ་ཙང་སྟེང་དུས་གུས་བརྩི་གི་ཆེད་དུ་ང་ཚོ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡག་གི་གུས་བརྩི་གི་ཆེད་དུ་ང་ཚོ་གནས་བསམ་གྱི་ཞུས་པ་རེད་མ་གཏོགས་རྒྱབ་གཉེར་རྩ་བ་ཉིད་ནི་ཞུས་མེད། རྒྱ་ནི་ཤོ་གུ་གུ་མ་རེད། འཛམ་བུ་གླིང་འདིར་ཡལ་ལ་བོད་བརྒྱུད་ནང་བསྟན་ཆོས་ཚོགས་ག་ཚད་བཙུགས་པ་ཡིན་ན་རྡ་རམ་ས་ལའི་རྒྱ་ནི་ཞུ་དགོས་ཀྱི་ལོང་དང་ལོག་སུའི་ཁོ་ར་ཡོད་མ་རེད་རྒྱ་ཁ་སོ་སོ་གི་ཁྲིམས་དེ་སྒྲིག་ལམ་ནང་ལ་ཡོད་མ་རེད་དེ། ཨིན་ཇིའི་ལུང་པ་ལ་ཡལ་ལ་ངེད་གི་དེ་ཚོགས་པ་དེ་ཚོགས་བཙུགས་དུས་ལ་ཨིན་ཇིའི་གི་སྒྲིག་གཞི་ནང་ལ་ཡལ་ལ་ཁྱོད་ཚོའི་རྡ་རམ་ས་གཞུང་གི་རྒྱ་ནི་འདི་འདྲ་ཞིག་དགོས་ཟེར་ཡག་གི་སྣ་གཅིག་ཡོད་མ་རེད་ད་དེ་མེད་པ་ལ་ང་དེ་རྒྱ་ནི་དེ་ཞུ་འགྲོ་དགོས་མ་རེད་བ་ད་དེ་རེད།

གངས་ལྗོངས་ཆོས་སྲིད་ལུགས་གཉིས་འཛིན་པའི་དཔའ་བཀའ་ལུས་འཕྲད་པ་མཁས་དབང་ཟངས་མདོག་རིན་པོ་ཆེ་མཆོག་ལ་ཞབས་ཀྱི་པད་མོ་དྲུང་དུ་མི་རྗེའི་འཕྲད་པ་མཆོག་གི་ཆོས་སྲིད་ཀྱི་འགན་དབང་ཞེ་གཉིས་བཟུང་ཕྱོགས་ཁག་ཆོས་ལུགས་གཅིག་སྒྲིལ་ཐོག་ཁང་བཟངའཁྲིམས་ལམ་དུ་འགྲོ་རྒྱུ་ཡི་སྲོག་བཟང་འབུར་དུ་བསྔོས་ཤིང་བོད་རྒྱ་ཞི་མོལ་གྱི་ལངས་ཕྱོགས་གསར་གཏོད་གནང་བ་སོགས་རླབས་ཆེ་གི་མཛད་རྗེས་རྣམས་ལ་ཡི་རངས་གུས་བཀུར་དང་འཚམས་འདྲི་ཞུ་འདོད་ནས། སྐྱབས་མགོན་རྒྱ་ཡེ་དབང་པོ་མཆོག་གིས། རིག་གཞུང་ཉམས་གསོ་རྒྱུན་འཛིན་བྱ་རྒྱུ་ཡིས། བོད་མི་སྤྱི་སྒེར་ཡོངས་ཀྱི་འགན་ཁུར་ཡིད་ཚུལ་བཀའ་ལུང་ཕན་མི་ལྟར། ཟླ་བ་རིན་པོ་ཆེ་གིས། རིག་གཞུང་ཉམས་པ་སར་སླར་གསོ་བྱེད་དགོས་ཀྱི་ཡོད་མི་སྣང་རྒྱུན་འཛིན་བྱེད་སྲོལ་ཤུགས་ཆེན་པོ་ཞོར་གྱིས་སོང་སྟེ་ག་ཐུག་རེད། ལུང་ཚན་སོ་སོ་ཡི་སྲོལ་རྒྱུན་རྙིང་མ། འཁྲབ་ཕྱིས་མཚོན་ཆའི་བླ་སྲོག་དགོངས་པས་སྣང་ཞིག་པའི་དུས་འདིར་འཕྲད། རྨ་ཁ་བ་གངས་རི་ཀརྨ་ཡིས་རྨ་ཚང་བཀའ་བརྒྱུད་ཀྱི་ཕྱག་དཔེ་བསྡུ་རུག་དང་ཀག་ཐོག་དགོན་པ་ནི་རྨ་ཚང་གི་བླ་བརྒྱུད་བསྣན་པ་རྣམས་ཐང་ག་བྲལ་བ་སོགས་སྲི་ཞུ་སྒྲུབ་མིན་ལ། ཕྱི་ལོ་ཉིས་སྟོང་དགུ་རུ་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་རྩེ་དགུ་རྨ་ཚང་དབུ་བརྙེས་ནས་མི་ལོ་བརྒྱད་བརྒྱ་ཞེ་གཉིས་འཁོར་བ་དང་ཉང་ཀུར་སུ་ནི་སུམ་བརྒྱ་བདུན་ཅུར་ཧྲིལ་པོ་འཁོར་བའི་དུས་དྲན་སྲུང་བརྩི་མཛད་སྒོ་ཞིག་དབྱིངས་ལེགས་དུ་ཞུ་སྟེ་ཁེར་བཟུང་བ། མཁས་དབང་ཁྲོས་པ་མཆོག་གི་བཀའ་སློབ་ལང་འདོད་ཡུ་བ། ཆེན་ཆེན་ཆེན། དེ་རེད། དོན་གནད་དགོས་ཚུལ་ཤོད་མི་འདུག་བ། ད། ཟངས་མདོག་རིན་པོ་ཆེ་གི་ངག་ལས་ཕྱག་ཡིག་འདི་འདིར་གདའ། ད་འདི་ངེད་ཚོ་དཔང་རྟགས་དུ་ཞུ་དགོས་དེ་གར་ཟེར་བ་ཡིན་ན། རྒྱབ་གནས་ཞུ་ན་རྒྱབ་གནས་མ་ཁྲིད་བ་དགོས་གདའ། སྐད་ཆེ་བའི་ཚེ་དེ་ང་ཚང་མ་ཡོངས་རྫོགས་དེ་ད། ཁུངས་སྐྱེལ་མ་བྱེད་ཀ་མེད་རེད་གདའ། འདི་ཚོ་མ་ཤེས་ཀ་མེད་རེད་མ་ཁྲིད་ཀ་མེད་རེད། བཀའ་ཤག། བཀའ་ལས་ཁྲོས་པ་ཟངས་མདོག་བློ་བཟང་བསྟན་འཛིན། གང་དུ་ལ་དེ། ད་ངས་དེ་གཅིག་ཀློག་དགོས། ཕྱི་ལོ་ཉིས་སྟོང་དགུན་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་རྩ་དགུ་དམར་ཚང་བཀའ་བརྒྱུད་དབུ་བརྙེས་ཉིན་མོའི་ལོ་བརྒྱད་བརྒྱ་བཞི་བཅུ་ཞེ་གཉིས་འཁོར་བ་དང་ཉང་ཁུ་སུ་ཉིན་ལོ་ངོ་སུམ་བརྒྱ། དུར་འཇུག་འཁོར་བའི་དུས་དགྲའི་སྲོང་བཙན་མཛད་སྒོ་དབྱིངས་ལེ་དོ་དམར་ཚང་བཀའ་བརྒྱུད་སྲི་ཞུ་ཚོགས་པ་ཉིན་ནམ་གཏེར་ཁེར་འདུ་བ་དགའ་སྤྲོ་སྟེ། སྤྱིར་ན་ཀོ་ཟི་ལྕང་སྐུ་ཆོམ་པ་མཆོག་གིས་བཀའ་དགོངས་བཞེས་དམར་གཙང་བཀའ་བརྒྱུད་སྲི་ཞུ་ཚོགས་པ་ཉིད་ད་བར་ལྷག་ལོ་ཕྱེད་མཇལ་གྱི་བོད་མི་ཐུན་མོང་མ་ཡིན་པའི་ཤུལ་རིང་སྲུང་སྐྱོབ་དང་ལྷག་དོན་དམར་གཙང་བཀའ་བརྒྱུད་ཀྱི་ཕྱག་དཔེ་བཀོད་རིགས་ཁར་དཔའ་བཀྲུ་མགྲིན་སྤེལ་དང་བླ་བརྒྱུད་གཉེར་པ་རྣམས་ཀྱི་སྐུ་ཐང་བྲིས་བཀོད་ཀྱིས་ཆོས་བརྒྱུད་ཀྱི་མི་རོ་སླར་གསོ་གནང་བཞིན་པ་ནི་བསྔགས་བརྗོད་དང་བརྗིད་བཟང་ཡོད་རང་ཞུ། ད་འདི། ཉམས་པ་ལ་སོགས། མེ་རོ་མྱང་པ་སླར་གསོ་སའི་ང་ཚོ། ཆུ་ལུད་གསར་པ་བཙུགས་མ་ཚང་བཀའ་བརྒྱུད་གསར་པ་བཙུགས་ནས་ཡི་རང་ཞུས་སུ་སོང་མི་འདུག་བ་དེ། དེར། དེ། ད་དེ་གཉིས་མ་ནི། བོད་མི་ཐུན་མོང་མ་ཡིན་པའི་ལས་བྱེད་དང་ཆབ་སྲིད་ཀྱི་གནས་བབ་ཧ་ཅང་འཛའ་དྲག། ཉམས་ཁྲེལ་བཅས་ཀྱི་དུས་སྐབས་འདིར་མ་ཚང་བཀའ་བརྒྱུད་སྲི་ཞུ་ཚོགས་པ་གཉིས་ང་བ་ཆེ་སེར་གྱི་ཁུར་དེ་གནས་འཁོད་རང་རིགས་མང་ཚོགས་དང་དབྱིངས་རིགས། མི་རིགས་སོགས་ལ་ནང་ཆོས་ངོ་སྤྲོད་གནང་རྒྱུ་སོགས་ཀྱི་ཚོས་ཆོས་སྲིད་ཀྱི་ཕྱག་ལས་སྣ་མང་སྤེལ་མུས་ཡིན་འདུག་པ་ནི་བོད་མིར་ལ་ཞེན་དང་རང་འཁྲིའི་ལས་འགན་འབད་སྒྲུབ་སྤོབས་པ། འབད་སྒྲུབ་བྱེད་པ་ནི་སྤོབས་པ་ཆགས་ཡོད་པ་ཞིག་ཡིན་ལ། ཆོས་བརྒྱུད་ཡར་རྒྱས། འབྱུང་འགྱུར་ཡང་རྒྱ་བསྐྱེད་ཆབ་སྲིད་དང་སྤྱི་འགྲོ་ཡི་བདེ་ཐབས་ལ་སྨན་པའི་མཛད་བཟང་སྔགས་ལྷ། དགོང་ཐོར་སྐྱོང་གནང་ཡོད་བའི་རེ་སྐུལ་དང་དང་བླངས་དུས་ཚིགས་ཕྱེད་པར་བཅས་འདི། འདིའི་ཐོག་གངས་རི་ཀརྨ་མཆོག་སྤྲུལ་རིན་པོ་ཆེ་མཆོག་དང་ལུས་ཀྱི་སྣེ་མོ་བ། རྟོགས་པ་ཚང་མ། འཚམས་འདྲི་དང་མཛད་སྒོ་ལང་ལྷུང་ཡོད་བའི་སྨོན་འདུན་བཟང་པོ་ཞུ་རྒྱུ་བཅས་རྡ་ས་ནས། བཀའ་ཁྲི་ཟམ་གདོང་དཔེ། ཉིས་སྟོང་དགུ་ཟླ་བཅུ་གཅིག་པའི་ཚེས་སུམ་ཅུ་ལ་ཕུལ། དེ། དེ་ནང་ལ་ཡང། ཟམ་གདོང་རིན་པོ་ཆེ་གིས། གསུངས་པ་དེ། ང་ཚོ་ག་རེ་བྱེད་ཀྱི་ཡོད་པ་དེ་གཟིགས་ནས་སོང་པ་བཅས་རེད། དབུ་ཁྲིད་ཀྱི་ཡིན་པ་ཡིན་ན། གནད་དོན་ཡོངས་རྫོགས་མཁྱེན་ནས་དོགས་ནས་སོང་དགོས་རེད་མ་གཏོགས་དབུ་ཁྲིན་གྱི་གནད་དོན་ཚང་མའི་ཚུལ་ཚོད་དང་མི་སྒེར་ལ་ཡ་ཨ་ན་སྙོན་འཛུགས་བྱེད་ཡ་གི་དེ་འདྲས་ཀྱི་རྣམ་པ་ཡིན་ན་དབུ་ཁྲིད་ཆགས་ཀྱི་མ་རེད་དེ། ད་དེ་སྐབས་དུས་ཀྱི་ང་སྒེར་ལ་ནང་སུ་ད་དེ་ཀློག་མི་དགོས་བྱས་ན།

ད་ཉིས་སྟོང་བཅུ་གསུམ་ལོ་ལ་ཡང། ཉིས་སྟོང་བཅོ་གསུམ་ལོ་ལ་ཡང་སྤྱི་བཏང་ངེད་ཀྱི། རྒྱ་འུ་ཐོ་སི་ཡ་ཏི་དང་རྒྱའུ་རྡོ་རྗེ་འཆང་ཡིས་ཟིན་ང་ཚོའི་བོད་བརྒྱུད་ནང་བསྟན་གྱི་དཔལ་བླ་མ་ཡིན་ཟིན་ད་ཆོས་ལོག་རྫུན་མ་སྤེལ་ནས་ཞེན་པ་ཤུགས་ཆེན་པོ་བྱེད་དགོས་ཡོད་པའི་ཁ་ཐུག་དེ་རེད་དེའི་ནང་ནས་ཆོས་རྗེ་མ་པ་ཡང་སྲིད་ཡིན་ཟེར་ནས། བོད་བརྒྱུད་ནང་བསྟན་གྱི་བླ་མ་ཡིས་མ་ཚ་བཀའ་བརྒྱུད་བླ་མ་ཡང་སྲིད་ཡིན་ཟེར་ཡ་གི་འུ་ཐོ་སི་ཡ་ཆོས་རེད་དེ་རྒྱ་རྒྱ་མི་དེ། རྒྱ་མི་རྒན་འགོག་དེ། ལ་ཁྲིམས་ལས་དེ་ངོས་ནས་ང་ཚོ་གི་ད། ཉིས་སྟོང་དགུ་དགུ་ལོ་ཉིན་འཁོར་ཕྲིན་ལས་བརྒྱ་ཡིན་ཟེར། ཕྲིན་ལས་བརྒྱ་རྒྱུ་ཁྲིམས་ཁང་གི་མགྲོན་སྟངས་དང་ཧ་ཅང་གི་དཔེ་དེ། རྙོག་འཛིང་ཚ་བོ་རེད་ཁྲིམས་རྩོད་པ་གི་དེ་ནས་རྒྱུན་རིང་མང་པོ་འགྲོ་དགོས་རེད་ཁྲིམས་ཁང་འོག་མ་ནས་གོང་མ་པ་དེ་ང་ཚོ་འགྲོ་དགོས་ཐུག་བར་དེ། པ་ཉིས་སྟོང་བཅུ་གསུམ་ལོ་ལ་ཡང་བློ་བཟང་སེང་གེ་ལ་སྲིད་སྐྱོང་ལ་ཡང་སླེབས་ནས། སྐབས་དུས་ཀྱི་རྡ་རམ་ས་ལའི་བླ་ཆེན་ཚོགས་ཀྱི་ཚོགས་ཆེན་ཞིག་ཚོགས་སོང། ཨ་དེའི་ནང་ཡ་ལེ་དེར་ཁང་ས་དང། བོད་བརྒྱུད་ནང་བསྟན་གྱི་བླ་མ་རྫུན་མ་བཏོན་ནས་ཆུ་ལོག་སྤེལ་མཁན་མང་པོ་ཞི་བ་ཞིག་འདུག་དེ་བོད་པའི་ལས་ཚད་ཤེས་འགྲོ་གི་འདུག་ནང་པའི་ཆུ་ལས་ཚད་ཤེས་འགྲོ་གི་འདུག་དེ་ཚང་མ་དེ། བཀག་སྡམ་བྱེད་དགོས་འདུག་ཟེར་དོགས་སྡམ་བྱེད་དགོས་འདུག་ཅེས་ཟེར་ཤེས་བྱ་གསུངས་ནས་དེ་བཤད་དུས་དེ་འགས་དེ་ཆུ་ལྡན་གྱི་ཁེ་དགོས་ཀྱི་འདུག་ཟེར་ནས། ལབ་ནས་ཆུ་ལྡན་གྱི་དེ་འགས་ཁུར་གྱི་ཡོད་པའི་བསམ་ར་བྱས། ངོས་ལེན་བྱས་པའི་བཟོ་ར་ཅན་ཤུགས་ཆེན་པོ་ཤེས་གསུངས་ངས་ལྟས་དེར་ཟིན། འོ་ད་ཁོ་ཚོ་གཅིག་འགན་འདི་ཅི་ཁོ་གཅིག་བྱེད་གི་ཡོད་ཀྱི་རེད་བསམ་ཕལ་ཆེར་བྱེད་གི་ཡོད་ན་ལ་བསམ་སོང་ནི་ངེད་ཀྱི་དེ། རྒྱུ་མཚན་དེ་ལ་བལྟས་ཉིན། ཨེ། བློ་བཟང་སེང་གེ་ལགས་ཀྱིས། སྒེར་སྒྲུང་དེ་ལ་ང་ཁ་བ་བརྒྱ་ཡིན། ཁ་བ་ཐེར་བ་གཉིས་བརྒྱ་ཡིན། ད་ལྟ་དེ། རྒྱ་བོད་འུ་ཐོག་ཟེར་ཡ་བྱེད་ཀྱི། མ་ཚང་བཀའ་བརྒྱུད་བླ་མ་དེ་ཚད་པའི་བོད་བརྒྱུད་དང་ནི་བོད་བརྒྱུད་ནང་བསྟན་གྱི་བླ་མ་ཡིན་ཟེར་ནས་ཆུ་ལོག་ཞིབ་ཅིག་སྤེལ་གྱི་འདུག་འདི་བོད་བརྒྱུད་ནང་བསྟན་ལ་ཧ་ཅང་གི་གནོད་འཚེ་ཆེན་པོ་རེད་ཤག། འདི་བཀའ་ཤག་ནི། འདི་བོད་བོད་བླ་མ་ཡིན་པ་ངོ་ལེ་མེད་ཁོ་དེ་ནི་མ་ཚང་བཀའ་བརྒྱུད་བླ་མ་ཡང་སྲིད་ཡ་མ་རེད་ང་ཚོ་ངོ་ལེ་མེད་ཟེར་གི་ཕྱག་ཡིག་ཅིག་གནང་པ་ཡིན་ན་ང་ཚོ་ད་ལྟ་འདི་ཁྲིམས་ཁང་ལས་འགྲོ་དེ་ཤོར་ནས་དུས་དུས་ཡག་པོ་འདུག། གལ་སྲིད་ང་ཚོ་ཁྲིམས་རྩོད་པ་དེ་གི་ལབ་རེད་དེ་འདྲ་ཅིག་ཡོད་པ་ཡིན་ན་ཕན་ཐོག་ཡོད་རེད། དགེ་ཕྲུག་དེ་ག་བློ་བཟང་སེང་གེ་ལ་ཡར་ཞུས་ཡོད་ན་བློ་བཟང་སེང་གེ་གི་མ་སྤྲད་ན་དེ་ངས་མི་ཤེས། བློ་བཟང་སེང་གེ་དང་དགེ་ཕྲུག་དེ་ཁོ་གཉིས་ཀྱི་བཞིན་གི་རེད་དེ་ངས་མི་ཤེས་ཏེ། གང་ལྟར་དགེ་ཕྲུག་དེ་ང་ག་རུ་ལབ་སུབ་སུ་ལབ་ཡིན་ན་བཀའ་དྲུང་ལ་མ་ལབ་དགོས་རེད་བཀའ་དྲུང་འགས་རེད། བཀའ་དྲུང་མ་འདྲ་དེ། གཡུ་ཐོག་ཀརྨ་དགེ་ལེགས་རེད་བཞག། གཡུ་ཐོག་ཀརྨ་དགེ་ལེགས་ལ་ང་ཚོ་ཡི་གེ་བཏང་བ་ཡིན།

དེ་ཁོ་ཚོར་འབྲེལ་བ་བྱས་ཤག། ཁོ་ཚོར་འབྲེལ་བ་བྱེད་དུས་ལ། འབྲེལ་བ་བྱེད་ས་དེ་བཀོད་འདུག་རྒྱུ་རྐང་རེད། ཆུ་དུས་རྐང་རེད་དེ་པད་མ་ཆུ་མཆོག་རང་རེད། དེ་རེད། ཡིན་ནའང་པད་མ་ཆུ་མཆོག་དུས་རྒྱུས། བསྡད་མི་འདུག་ཕྱི་ཆར་ཅིག་ལ་འགྲོ་ནས་ཅིག་བྱས་ནས། དེའི་འོག་ལ་དྲུང་ཆེ་དེ། ངའང་ཆུ་བསྒྲགས་ཟེར་དེ་རེད་ཤག་དེ། མི་སྐད་འགོག་དཀའ་བ་ཞིག་ཏུ། ངའང་ཆུ་བསྒྲགས་ཟེར་དེ། ད་ངས་དཔང་རྟགས་བལྟས་ཡོང་ན་མ་གཏོགས་ཅིག།

ལས་ཤོག་ཐོག་ལ། དེ་ཟེར་དུས་ལ་ངའང་ཆུ་དྲག་ཟེར་ངེས་དེ་གི་འདི་ཀོ་པི་ཆང་ཚ་རྒྱབ་ནས་བཏང་བ་རེད། ཟངས་མདོག་རིན་པོ་ཆེ་ང་ཚོ་མཛད་སྒོར་བཏང་བ་དེ་ཀོ་པི་རྒྱབ་དང་ད་དེ་ཟངས་མདོག་རིན་པོ་ཆེ་ང་ཚོ་མཛད་སྒོར་ད་རེ་ད་ཕན་ཐོག་ཙམ་ཡོད་མ་དེ་ནང་ལས་འུ་ཐོག་སྐད་ཆ་ཙམ་ནས་ཤེས་མི་འདུག་ཨ། ཟེར་དུས་ངའང་ཆུ་དྲག་ཟེར་ངེས་དེ་གི་དེ་གི་ལྷག་ནས་ང་ཚོ་རྩ་བ་ཉིད་ནས་སྤྲད་ཐུབ་གི་མེད།

ཡོད་རེད། ད་ང་ཉིས་སྟོང་བཅུ་བཞི་ལོ་ལ་རྡ་རམ་ས་ལ་ཅིག་འགྲོ་དགོས་དུས་དུས་ངེས་ཅིག་བཤད་ངོས་ཟེར་ང་དུས་དུས་རྡ་རམ་ས་ལ་ཨ་ནེ་མ་ཚང་བཀའ་རྒྱུད་ཀྱི་རྒྱ་ཡོངས་གྲྭ་བ་དེ་རྒྱ་བོད་དབྱིངས་སོང་ལ་ཨ་ནེ་བཟོ་བྱས་ནས་དེ་སྒོ་འབྱེད་བྱེད་ཁ་ཅིག་རྡ་རམ་ས་ལ་ཕྱིན་པ་ཡིན་ད། མ་ཚང་བཀའ་རྒྱུད་ཉམས་གསོ་བྱེད་མི་སུ་དེ་རྡ་རམ་ས་ལ་ཅིག་འགྲོ་བ་མ་ཡིན་ཙང་ད་རྡ་རམ་ས་ཅིག་ཕྱིན་ནས་དེ་དུས་ཨ་ནེ་སྤེན་པ་ཚེ་རིང་ལའང། སྤྱི་འཐུས་ཚོགས་གཙོ་རེད་མཁན་པོ་བསོད་ནམས་འཐིབས་པའི་ཚོགས་གཞོན། ངས་ཁོང་རྣམ་པ་གཉིས་སྐུ་མགྲོན་གཙོ་བོ་ལ་གདན་འདྲི་ཞུ་ཡིན། བག་ཆགས་འཕེལ་རོགས་གནང། ཡ་སྡིངས་ཆ་དེ་ལས་བཞག། དམངས་ཚང་བཀའ་བརྒྱུད་དར་པའི་བརྒྱུད་རིང་ཉམས་རྒུད་བསུས་པའི་བརྒྱུད་རིང་ད་ལྟ་ལ་དམངས་ཚང་བཀའ་བརྒྱུད་བརྒྱུད་པ་བར་མ་ཆད་པ་ཡོད་པའི་ཆ་ཚང་དུ་ཤོག་བུ་ཉི་ཤུ་ལྷག་ཟེར་གྱི་བཟོ་བྱས་ནས། ཚོགས་གཙོ་ཚོགས་གཞོན་གཉིས་ཀྱང་ལ་བསྐོར་པའི་ཕུལ་བ་ཡིན་ཆོས་དད་ལྷན་ཁང་ལ་ཕུལ་བ་ཡིན་བཀའ་བརྒྱུད་སྤྱི་འཐུས་ལ་ཕུལ་བ་ཡིན། ད་དུས་དེའི་དཔལ་འབར་ཚེ་རིང་ལ་ཁོང་ཏང་གཤིས་གནང་མཁན་གཙོ་བོ་དེ་རེད། ཁོང་ང་རྒྱུན་འདུག་དེ། ག་རེ་སེམས་ཙམ་ཁོང་གི་གནང་ཏང་སྲིད་ཏང་གཤིས་དེ་དེར་ག་ཚོད་ཚོད་སུ་ཡོང་ཐུབ་ནོ་ལ་ཡོད་རེད་ལ། ཚགས་ཤོག་ཁ་ལས་ལས་ཁོ་རང་གི་གསུངས་པ་ཚང་མ་དེ་བ་འདྲ་ཕོ་ཁྱེད་ནས་ཡི་གེ་བྲིས་ནས་འདུག་ཨ་ཟིག་ད། ག་རེ་སོང་བེར་སི་ལ་ན་དུས་དུས། རིན་པོ་ཆེ་ཁོ་རང་གཅིག་ནས་བླ་མ་རེད་གཉིས་ནས་ཁོ་ནང་གཤིས་དཔའ་གྱི་རེད། ཁོས་ང་ནང་གཤིས་དཔའ་གྱི་ཡིན་པ་དེ་ཁོས་མགོ་ཚུད་ཀྱི་འདུག་དེ། མ་ཚང་བཀའ་བརྒྱུད་དེ་ཁོ་རང་གི་ནང་བཞིན་ཚད་ལྡན་བྱས་ཡོད་པ་དེ་ང་ཡིད་ཆེས་བྱེད་གི་ཡོད་མ་ཏོག་ང་ཚོ་ཙང་ནི་ནི་རྒྱུས་མེད་ལ་མ་ཚང་བཀའ་བརྒྱུད་གོ་བ་དེ་རིགས་ཐོས་མ་དང་པོ་ཡིན་ཟེར་ད་ནི་ཁོ་བདེན་པ་རེད། ད་དེའི་ནང་ནས་སྤེན་པ་ཚེ་རིང་གི་ག་རེ་ལབ་རེ་ཟེར་ནའང་ཡིན་ན་ཐང་ག་མང་པོ་རྒྱུ་ཐང་ག་བཞི་ཡོད་ཟེར་གི་འདུག་ནི་ངས་ནི་མཐོང་མ་སོང་ལ་ཤ་ལ།

ད་ལྟའི་སྒེག་མོ་ཤོར་བའི་ཞབས་དེ་ད་མི་གྲབས་ཅན་ཞབས་ཀྱི་འདུག་བསམ་སོང། དམངས་གཙང་བཀའ་བརྒྱུད་ཉམས་གསོ་བྱས་པ་ལ་སྤྱི་འཐུས་ལྷན་ཁང་གི་མཐའ་ཆེ་ཐུགས་དགོས་ཀྱི་ཡོད་ན། བཙན་བྱོལ་ནང་ལ་ཡ་ལ། ས་དགེ་བཀའ་ནི་གཡུ་འབྲུག་བོད་དང་བཅས་པ་དགོན་སྡེ་སྟོང་ལྔ་བརྒྱ་རེར་ཆོས་བརྒྱུད་མང་པོ་ཅིག་བསྐྱར་གསོ་ཉམས་གསོ་བྱེད་ཀྱི་ཡོད་རེད། དེ་ཚང་མ་ད་དེ་ནི་སྤྱི་འཐུས་ལྷན་ཁང་ལ་འགྲོ་ནས་མཐའ་ཆེ་ཐུགས་ནས་སྤྱི་འཐུས་ལྷན་ཁང་གི་དེ་ནི་བགྲོ་གླེང་བྱེད་དགོས་ཡ་ཅིག་ལམ་དུ་ལོ་སུས་འཁོར་རམ་ཁྲིམས་ཀྱི་སྒྲིག་གཞི་གང་ཡང་ཡོད་མ་རེད་དེ།

འདི་བོད་བརྒྱུད་ནང་བསྟན་གྱི་ཆེད་དུ་ངས་ལབ་འདི་རེད་ད་བོད་བརྒྱུད་ནང་བསྟན་ནག་པོ་བཟོ་གི་འདུག་འདི་ང་ཚོ་གི་ཅི་བྱེད་གི་འདུག་སེ་བླ་ཆེན་ཚོ་གི་ཁ་རྒྱག་པ་ཞེ་བོ་ཤེས་གི་འདུག་ཨ་ཏི་ཆོས་རྒྱལ་ལྷན་ཁང་གི་ཞེ་བོ་བྱེད་གི་ཟིག་སོང་ཨ། བྱེད་གི་ཡོད་མ་རེད་དེ། བྱེད་གི་མི་འདུག་ཨ་དེ་རེད། དཔང་རྟགས་དེ་རེད་ད། ཚིག་རྐང་པོ་གཉིས་རེད།

ག་གལ་གྱི་སྐྲག་སྣང་མེད་པའི་ངང་འགྲོ་དེ་འགྲོ་ས་ཅིག་ལ། དུས་དུས་ས་ནི་འུ་ཐུག་ཆང་ལ་ཕབ་ཚར་རེད་ད། འགྲོ་བསུ་མང་པོ་འགྲོ་བསུ་ལོ་མང་པོ་ལ་འཐམ་འཛིང་བྱས་པ་ཡིན། ལངས་རྒྱུ་མེད་པ་བཟོ་ཚར་ཡིན་འུ་ཐུག་དེ་རེད། པ་རྒྱ་ཆེའི་མི་མང་གི་ཤིང་རྒྱུ་བ་ཅིག་ལ་ཡང་གནས་ཚུལ་དེ་བང་རིར་བསྒྲིགས་ནས་མ་བཤད་དུས། དམངས་གཙང་བཀའ་བརྒྱུད་ཀྱི་ཆོས་སྡེ་ལྷན་ཁང་ལ་ཡ། པད་མ་ཆོས་འབྱོར་ཙར་ཡ། རྒྱབ་གཉེར་རྩ་བ་ཉིད་ནས་ཞུ་མེད་ཞུ་དགོས་ཡག་གི་ཆ་བྱད་རྩ་ནས་ཡོག་མ་རེད་དགོས་པ་ཡོག་མ་རེད། དེ་ནས། སྒྲིག་འཛུགས་ཀྱི། འགོ་གཙོ་སྤེན་པ་ཚེ་རིང་ལགས་ཀྱིས། ངོ་ནས་དྲང་ཉེ་ལྕགས་ཀྱུ་རྫབ་ཆེ་སོང་སོང་ལ་རྙོག་འཛུགས་ཆེན་པོ་གནང་སོང། དེ་ང་ཚོར་བློ་ཕངས་ཆེན་པོ་ཡོད། ད་གལ་སྲིད་ཁོང་གི་གསུང་གི་འདུ་བ། དགོངས་དག་ཞུ་ཕོད་ཡག་གི་ང་ལ་བློ་ཁོག་ཡོད། ཨ་ད་དགོངས་དག་ཞུ་བློ་ཕོད་ནས་ངེད་གནས་གྲངས་ཡིག་མ་ཚང་དཀའ་རྒྱུ་ནི་དགོངས་དག་ཞུ་དགོས་དགོས་ཡོད་དེ། ངེས་པར་ཅན་དུ་དགོངས་དག་ཞུ་དགོས་དགོས་ཡོད་དེ། སྒྲིག་འཛུགས་གཅིག་གི་དབུ་ཁྲིད་བགྱིས་པའི་ཆ་ནས། དེ་འདྲའི་མ་གནང་ན་ཡག་པོ་རེད་མ་གཏོགས་གཅིག་གིས་དེ་འདྲའི་རྐྱང་རྐྱང་གནང་བསྡད་པ་ཡིན་ན། ད་བོད་པ་ཡོངས་རྫོགས་ཐོག་འདྲ་ཡག་གི་ད་ཉིན་ག་ཚེ། རྫབ་ཆེར་ཆེར་འགྲོ་དགོས་འདུག་བ། དེ་འདྲའི་རྩ་བ་ཉིད་ནས་མ་གནང་རོགས་གནང། ཨོ་དེ་ཞོ་ཡི། ཨ་ནི་བཀྲ་ཤིས་བདེ་ལེགས།